ད་དུང་ཞོལ་གྱི་དོན་དག་གཙོ་བོ་འདི། སུམ་ཅུ་པའི་སྙིང་པོ་ལེགས་བཤད་ལྗོན་དབང་བྱ་དེ་ཀོ་རེད། བྱས་ཙང་ད་ད་མོ་ང་ཚོས་མཁྱེན་དགོས་ཡག་གི་གནད་དོན་གལ་ཆེ་ཤོས་དེ་ག་རེད་ཞེས་པས་ན། ང་རང་ཚོའི་བོད་ཀྱི་བརྡ་སྤྲོད་རིག་པའི་གཞུང་ལུགས་ནང་དུ་ལ་ཡ་ཨ་ནི་གཙོ་བོ་དེ་སུམ་ཅུ་པ་དང་རྟགས་འཇོག་བྱ་དེ་བོ་རེད། ད་འདིའི་ནང་ཚན་ནས་ཀྱང་ཨ་ནི་སུམ་ཅུ་པ་གི་སྙིང་པོ་ཚུར་བསྡུ་བ་འདྲ་བོ་བྱས་པས་ན་ཨ་ནི་ཐུན་མིན་ལེགས་བཤད་སུམ་ཅུ་པ། སྙིང་པོ་ཨ་ནི་ལྗོན་པའི་དབང་པོ་ལེགས་བཤད་ལྗོན་དབང་དེ་བྱ་ནམ་རྒྱུན་ང་ཚོ་ཡོངས་གྲགས་སུ་ལེགས་བཤད་ལྗོན་དབང་ཞུ་དེ་བོ་རེད།

རེད་བ། ཨེ་ལེགས་བཤད་རྗེན་དབང་ནམ་རྒྱུན་གསུང་དེ་དེ་རེད་བྱས་ཙང། ལེགས་བཤད་རྗེན་དབང་འདི་ནས་ད། ཐུ་མི་སམ་བུ་དག་གིས། ལེགས་པར་བཀྲ་ཡི་བསྟན་བཅོས་ཆེན་པོ་བརྒྱད་བརྩམས་ཡོད་པའི། ནང་ལོགས་ནས་ཨ་ནི་སུམ་ཅུ་པ། གི་དོན་དག་འདི་ཚོ་ཨ་ནི། དགོས་མེད་ཚིག་གིས་ལོ་མ་ཟང་ཟིང་གི་ཕུང་པོ་གི་མ་གཅིག་པའི་ཐོག་ནས། ད་དགོས་དོན། དོན་དག་གཙོ་བོ། འབྲས་བུ་གྱི་ཉིང་བཅུད་ལྟ་བུ་སྙིང་པོ། ཨ་ནི་ལྗོན་པའི་དབང་པོ་སྟེ། ལྗོན་པ་ལ་དུས་ཤིང་རུལ་བ་ཤིང་གི། དབང་པོ་སྟེ་སྙིང་པོ་འདྲ་བོ་འདི། མཆོད་པར་བྱའོ། ཞེས་དཔེ་ཡི་གོ་ནས་ད་མཚན་དེ་བཏགས་ཏེ་འོ་རེད་མཚན་འདོན་ཏེ། ལྟ་འདི་མཚན་འདོགས་པ་ལ་ཡང་རྒྱུ་མཚན་ག་རེ་ཡོད་ལན་པས་ན། ང་ཚོའི་ལང་ཀར་གཤེགས་པའི་གདོད་ནང་ལོགས་ལ། མིང་དུ་གདགས་པར་མ་མཛད་ན་འཇིག་རྟེན་ཐམས་ཅད་རྨོངས་པར་འགྱུར། དད་པའི་རྨོངས་པ་སེལ་བའི་ཕྱིར་མགོན་པོའི་མིང་དུ་གདགས་པར་མཛད། དེ་འདྲ་ཅིག་གསུངས་ཡོད་པས། ད་མིང་གི་ཐོག་ལ་ད་མཚན་དོན་སྨོས་དགོས་ཡས་དེ་ལས། མིང་གི་ད་མཚན་དོན་མིང་ལབ་དགོས་ཡས་མིང་བརྩམ་དགོས་ཡས་ཀྱི་དོན་དག་གཙོ་བོ། འདི་ག་ལས་ལ་ལ་ལ་ནི། ང་ཚོས་དཔེ་ཆའི་ཐོག་ནས་དཔེ་ཆ་བཙལ་བས་ན་བཙལ་སླ་བ། ད་ག་ན་ཞིག་དོན་དག་ཕྱིན་ཅི་མ་ལོག་པར་ངོས་འཛིན་བྱེད་སླ་བ། ད་ག་ན་ཞིག་མིང་ལས་དོན་རྟོགས་ཤིང་དོན་མཐོང་བ་ལས་མིང་དྲན་པར་འགྱུར་བ། དེ་འབྲེལ་གྱི་དབང་པོ་རབ་ཀྱི་མིང་ལ་བརྟེན་ནས་དོན་ཕྱིན་ཅི་མ་ལོག་པར་གོ་བ། དབང་པོ་འབྲིང་གི་རྣམ་པ་ཙམ་གོ་བ། ཨ་ནི་སྐྱེས་བུ་ཐ་མའི་ཚུལ་ཡིན་པས་ན་ཡང་བརྡ།